ད་ནི་ཁ་ཅིག་ངོ་ཚོ་ཉམས་རྟོགས་ལྟ་ཡིན་ད། སྤྱི་ལོ་ཉིས་སྟོང་ཉེར་དྲུག་ལོའི་ཟླ་བ་བཞི་བའི་ཚེས་གསུམ་གྱི་དམ་པར་དེ་རྒྱལ་ཡོངས་བོད་ཀྱི་ཡིག་གཟུགས་ཀྱི་དུས་ཆེན་གྱི་ཉིན་མོ་འདི་ལ་མདོ་དགོན་ཁང་གསུམ་ནས་སྐྱ་སེར་དང་ཕོ་མོ་དབྱེ་བ་མེད་པར་ཡིག་གཟུགས་འཛིན་སྐྱོང་དར་སྤེལ་གྱི་ཤོག་འབེབས་པ་ཤུགས་ཆེན་པོ་རྒྱག་གི་ཡོད་མཁན་ཚང་མ་ལ་བཀའ་དྲིན་ཆེ་ཞུ་བ་དང་ཆབས་ཞིག་ཏུ་རྡོ་ཁོ་རང་ལྟ་བུ་ཞིག་ལ་མཚོན་ན་སི་ཁྲོན་ཞིང་ཆེན་ཐང་ཀ་དང་བོད་ཀྱི་ཡིག་གཟུགས་སྒྱུ་རྩལ་ཡར་སྐུལ་ཚོགས་པའི་ཚོགས་མི་ཞིག་ཡིན་པའི་ཆ་ནས་ད་ཐེངས་མཚོ་སྔོན་ཞིང་ཆེན་མགོ་ལོག་ཁུལ་རྨ་ཆེན་རྫོང་ཡིག་གཟུགས་མཐུན་ཚོགས་ཀྱི་རེ་བ་ལྟར་དུ་དབུ་ཁྲིད་ཀྱི་སྐོར་ཡིན་ན་འདྲ་ཁམས་ཁྲིད་ཀྱི་འཛིན་ན་འདྲ་སྡེབ་ཁྲིད་འཛིན་ན་འདྲ་དུ་ཆ་འཕྱེ་རེའི་ཆེད་དུ་ཅིག་རྒྱབ་སྐྱོར་གྱི་ཚུལ་དུ་ཡོང་ནི་ཡིན། དེ་ག་རང་གིས་མི་ལོ་ད་ཉི་ཤུ་ཡར་མར་ཟིག་གི་རང་སྐལ་དེ་ལྟར་དགེ་རྒན་ཐབས་ཆག་རེ་གི་ཚིག་ག་ཡིས་དེ་ག་ལྷག་པར་གྱི་ཡིག་གཟུགས་འདི་སྐྱ་སེར་རིས་མེད་ཀྱི་ཁྲོ་ར་དང། སློབ་མ་བརྒྱ་ཕྲག་མང་བོ་སྐྱང་ཁུབ་བྱས་ཡོད་ནི་དེའི་མི་ཟེར་ཡིན། ད་གི་མ་འོངས་པ་ན་ཡང་མུ་མཐུད་དུ་སྐྱ་སེར་དང་ཕོ་མོ་གི་དབྱེ་བ་མེད་པའི་སྒོ་ནས་བོད་ཀྱི་ཡིག་གཟུགས་འདི་འཛིན་སྐྱོང་དར་འཕེལ་གྱི་ཕྱོགས་གཅིག་རེད་བསམ་གི་ཡོད། ད་གི་ད་མདོ་དབུས་ཁམས་གསུམ་གྱི་ད་སྐྱ་སེར་ཕོ་མོ་སུ་ཟིན་ཡིན་རུང་གི་བོད་ཀྱི་ཡིག་གཟུགས་འདི་འཛིན་སྐྱོང་དར་འཕེལ་གྱི་ཕྱོགས་འབད་པ་བཟོས་རྒྱག་རྒྱུ་འདི་ཧ་ཅང་གི་གལ་ཆེན་པོ་རེད་བཀའ་དྲིན་ཆེ།
ལགས་སོ། དགེ་པདྨ་དབང་ཆེན་ལགས་ཀྱིས་གོང་གི་ཡིད་བཟོད་གསུམ་དེ་ལ་ཡིད་བཟོད་རེ་རེ་ལ་སྒོར་མོ་ཁྲི་ཉི་ཤུ་རྩ་དྲུག་དང་གདམས་པའི་སྒོར་མོ་ཁྲི་བདུན་ཅུ་དོན་གཅིག་བྱས་ནས་ཉར་ཚགས་བྱས་འདུག་ཡ། དགེ་པདྨ་དབང་ཆེན་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ལགས་སོ། ད་རིང་ཆེད་དུ་ཡིད་བཟོད་དུས་ཆེན་ལ་ཁྱེད་རང་ཕེབས་པ་དགའ་བསུ་ཡོད་དེ་ནས་འདི་འདྲིའི་གི་ཡིད་བཟོད་འདི་ཚོ་ལ་སྒོར་མོ་ཁྲི་བདུན་ཅུ་དོན་གཅིག་སྤྲད་ནས་ད་ལྷོ་གུ་པའི་གི་དམིགས་ཡིག་དང་ཟེར་གི་ན་ཡོད་འདྲ་ཀོ་ལུང་འདྲ་ག་འདྲ་ཡིན་ན།
ད་ག་འདྲས་ཟེར་དགོས་ནི་རེད། ང་ཚོ་ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྲུང་གོ་བོད་ཡིག་གི་འགྲན་སྡུར་དེ་ནས་ཕྱི་རྫོགས་དགོས་ནི་རེད། ད་བོད་ཡིག་ཟེར་བ་འདི་ནི་ང་ཚོ་མི་བུ་གོང་མ་རྣམས་པའི་ལོ་ངོ། སྟོང་ཕྲག་མང་པོ་ཞིག་ལ་དཀའ་ངལ་བརྒྱབ་ནས་བཞག་པའི་ཀྱི་རིག་གནས་ཤིག་རེད། དེ་ནས་ང་ཚོ་ལོ་ཆུང་བ་ཐམས་ཅད་ཀྱི་དེ་ཚོ་ལ་རྒྱུན་འཛིན་བཟོ་རྒྱུ་འདི་ནི་ང་ཚོ་གི་མེས་པོ་གོང་མ་རྣམས་ལ་ཆེས་དྲིན་ལན་བརྒྱབ་པའི་ཆེས་ལེགས་སྐྱེས་ཡག་ཤོས་ཅིག་རེད་བསམ་གྱི་ཡོད་རེད་ཨ། དེ་ནས། ཁྱེད་ཀྱིས་རྫོགས་སྐུ་དང་དེ་ཚོ་ལའང་འཕེལ་རྒྱས་གཏོང་རྒྱུ་དང། དེ་ཚོ་ལ་མཐོང་ཆེན་བཟོ་རྒྱུ་འདི་ནི་རང་གི་རིག་གནས་ལ་ཡིད་ཆེས་ཡོད་པ་དང། རང་གི་རང་ལ་ཁྱེད་ཀྱིས་རྫོགས་སྐུ་དང་དགའ་བའི་རྟེན་ཞིག་རེད་བསམ་གྱི་ཡོད། དེ་ནི་ང་རང་ཉིད་ལ་མཚོན་ན་ཁྱེད་མཚུངས་པ་ཧ་ཅང་དཔེ་མི་སྲིད་པ་ཆུང་ཆུང་ཞིག་ཡིན།

ཡོད་ན་ཡང་ཁྱེད་ཁྱོད་ཚོ་གོ་དོ་ད། དེ་རིང། ང་རང་ཉིད་ཀྱི་སྐད་ཡིག་གི་འགྲིག་འདུན་འདི་ལ་ང་རང་ཉིད་ཀྱི་སྐབས་ལས་བརྒྱུད་པའི་དཔལ་འབྱོར་དེ་ཞིང་འདི་བརྒྱ་ཅི་བྱུང་གྱི་འདི་ན་ཧ་ཅང་དཔེ་མི་སྲིད་པ་སེམས་པ་དགའ་པོ་བྱས་ན་བྱུང་སོང། ང་གི་མི་ཚེ་གི་བརྒྱུད་རིམ་ཐོག་ལ་སེམས་པ་ཆེས་དགའ་ཤོས་དེ་ད་དེ་རིང་ཕ་ཁྱི་ཡིན་གྱི་རེད་དྲན་གྱི་ཡོད། ང་རང་ཉིད་ཀྱི་སེམས་པ་དེ་རིང་གི་སེམས་པ་དང་འདྲ། ད་ཕ་ཁྱེར་ང་རང་ཉིད་ལ་འབྱུང་ཉུང་མའི་གྲོགས་པོ་ཚོ། འོ་ཡ། འདི་འདྲ་ཡིན། ལགས་སོ། ཐུགས་རྗེ་ཆེ། ད། གོང་གི་རྒན་རྣམ་པ་གསུམ་གྱི་འདི་འདྲའི་ཡིད་གཟུགས་ཡག་པོ་ཕྲིད་པ་ལ་ཐུགས་རྗེ་ཆེ། ང་ཚོ་བོད་ཀྱི་མཁས་ལས་བ་པད་མ་ཨོང་ཆེ་ལགས་གཅིག་གིས་འདི་འདྲའི་ཡིད་གཟུགས་ལ་བརྩི་མཐོང་བྱས་པ་བཀའ་དྲིན་ཆེ། གོང་དུ་གསུངས་པ་ནང་དག་པད་མ་ཨོང་ཆེ་ལགས་ཀྱིས་ན་གཞོན་ཁེ་ལས་པ་གཅིག་གིས་ཞུགས་སྔ་ལུང་ཞེས་དགོངས་ཆེ་ཉག་བཤད་དཀའ་ང་ཆེ་ཟེར་བཤད་ནས་ད་ཚོང་རྒྱག་གི་ཡོད་པ་རེད་དེ་ག་ནང་བཞིན་དུ་ང་ཚོ་གི་ད་སྤུན་ཟླ་ཚང་མ་དང་ལོ་ཆུང་ཚང་མ་གི་ལ་ཡང་ད་རང་རང་སོ་སོ་གི་ཁ་ཡ་ལག་ཡ་དང་ཀ་བཤད་འབོད་ཚིག་ལ་བརྟེན་ནས་རིག་གནས་རྒྱུན་འཛིན་དང་དཔལ་འབྱོར་དར་རྒྱས་དང་སྤྱི་མཚུངས་འཆམ་མཐུན་དང་མི་རིགས་མཐུན་སྒྲིལ་དང་མེས་རྒྱ་གཏམ་རྒྱུད་རྒྱས་སྤེལ་གི་ཆེད་དུ་འབད་རྩོལ་ཡོད་རྒྱུ་གི་བཀྲ་ཤིས་སྨོན་འདུན་ཡ་ཐུགས་རྗེ་ཆེ་ལགས།
ཞེས་ཁྲོ་བདུན་གྱི་དལ་རྒྱས་བཤད་ལས་གཙང་ཆུ་དེ་ཡིད་གཟུགས་ཀྱི་གཙང་ཆུ་ཉོ་ལས་རྒྱུ་མཚན་ཅི་རེད། ད་ག་རེ་བྱེད་དགོས་ནི་རེད་ང་ཚོ་ཡིག་གཟུགས་ལ་ད་ཁྲོ་བདུན་གྱི་དོན་རྒྱས་རྫོགས་ནི་གུང་ཚིགས་རྒྱག་དགོས་ན་རྒྱག་རྒྱུ་མེད་པ་ཞིག་རེད། ཡོད་ན་ཡང་ང་ཚོ་གི་སྒོར་མོ་ཁྲོ་བདུན་གྱི་དོན་རྒྱས་སྤྲད་ཡག་འདི་ནི་གཙོ་བོ་དེ་ང་ཚོ་གི་རིག་གནས་ལ་སྤྲད་དགོས་ཡོང་ནི་རེད་རིག་གནས་ལ་རྒྱབ་སྐྱོར་ཟེར་ནོ་རེད་ཨོ་ཡ་འདི་མོ་སུ་རེད།

བོད་ཀྱི་སྐད་དང་མཐུན་པའི་ཡི་གེའི་གཟུགས་མཚུངས་མི་རྣམས་ཆོས་ཕྱོགས་ཀྱི་ཉེར་བཟོས་ཏེ་ས་ལས་ལྗོངས་སུ་རིག་པའི་སྒོ་འབྱེད་མཁན་སློབ་དཔོན་ཐོན་མི་མཆོག་ལ་གུས་པས་འདུད་དེ་རིང་ནི་ཟླ་བ་བཞི་པའི་ཚེས་སུམ་ཅུ་རྒྱལ་ཡོངས་བོད་ཀྱི་ཡིག་གཟུགས་དུས་ཆེན་ལ་རྟེན་འབྲེལ་ཞུ། སྙན་མོ་ཡིག་གཟུགས་དང་མངོན་མིན་རིག་གནས་ཤུལ་བཞག་བརྩམས་ཆོས་འགྲེམས་སྟོན་ཁྲོད་ལ་ཡང་དགེ་ལགས་མཇལ་བ་ཧ་ཅང་དགའ་པོ་བྱུང་ལ་ང་རིག་དགེ་བསོད་ནམས་ཅན་ཡིན་བསམ་གྱི་ལ་ཨ་ནི་དེ་རིང་དགེ་ལགས་ཀྱིས་ང་དང་ང་འདྲ་བའི་གི་སྐལ་ལྡན་སློབ་བུའི་ཚོགས་རྣམས་ལ་ཡང། ང་ཚོ་བོད་ཀྱི་སྐད་དང་ཡི་གེ་འདི་ག་འདྲས་ཅིག་སྦྱངས་པ་ཡག་པོ་ཅིག་དང་མ་ཉམས་གོང་འཕེལ་ཉམས་པ་སླར་གསོ། ད་དུང་སློབ་སྦྱོང་ཡག་པོ་བྱེད་ཡག་གི་འདུ་ཤེས་འཛིན་ཡག་དེ་ལ་ཡང་དགེ་ལགས་ཀྱིས་བཀའ་མོལ་ཅིག་གསུང་རོགས་ལ།
མི་དེ་སུ་ཡིན་ནའང་རང་གི་སྐད་ཡིག་དེ་རང་གི་བླ་སྲོག་ཅིག་ཡོད་རེད་པ། དེ་རེད་དེ་ལྷག་པར་དུ་ང་ཚོའི་ད་ལྟ་བོད་སྐད་ཡིག་འདི་ཡིན་ན། སྒྲ་སྦྱོར་གྱི་ཡིག་མཁན་དུ་འཕགས་པ་དེར་ཁ་ས་ཡིན་ན་དཔེར་ན། འཛམ་བུ་གླིང་མཐོར་ཕྱིན་ན་དཀའ་སྙིང་ན་ལས། ང་རང་ཚོའི་ནང་སྒོའི་སྐར་ཚོགས་ལྟ་བུ་སྐད་ཡིག་མང་པོའི་དབུ་ནས་ཉལ་རྒྱལ་གྱི་ཟླ་བ་ལྟ་བུ་ཅིག་ཆགས་བསྡད་པ་རེད། ཆགས་བསྡད་པ་དེ་དེ་ང་རང་ཚོའི་གི་མི་རིགས་ཀྱི་བླ་སྲོག་རེད། མི་རིགས་ཀྱི་བླ་སྲོག་རེད། བྱས་ཙང་ད་འདི་མི་ཉམས་རྒྱུན་འཛིན་བྱེད་མཁན་དེ་སུ་རེད་ཟེར་ན་ང་ཚོ་ཤང་གི་ད་ན་གཞོན་རྣམ་པ་ཚོ་ལ་རག་ལས་བསྡད་པ་རེད། དམ་པའི་དུས་རབས་ཀྱི་ན་གཞོན་རྣམ་པ་ཚོ་གི་ང་ཚོའི་བོད་སྐད་ཡིག་འདི་ཡིན་ན། རྩ་ཆེན་འདི་འདྲ་ཅིག་ཡིན་པ་དེ་ལ་འདུ་ཤེས་ག་འདྲ་ཞིག་བཙན་དགོས་ར་ཟེར་ན་སྤྱིར་མི་རིགས་ཀྱི་བླ་སྲོག་ཡིན་པ། མ་ཟད་སྐད་ཡིག་ཟེར་མཁན་དེ་གནས་དང་མི་གནས་དེ་ཉམས་རྒུད་འགྲོ་དང་མ་འགྲོ་དར་རྒྱས་ཡོང་དང་མ་ཡོང་དེ། མི་རིགས་ཁོ་ཁྱིམ་གཅིག་ལ་ཐུག་བསྡད་པའི་གནད་དོན་ཅིག་དེ་འདྲ་ཅིག་གམ་འདུ་ཤེས་ཟེར་བ་དེ་འདྲ་ཅིག་འདུ་རྐྱེན་མི་རིགས་ཟེར་མཁན་དེ་སྐད་ཡིག་མེད་ན་མིང་དོན་པ་རེད་མིང་དོན་པ་རེད་དེ་ཚང་སོ་སོ་རང་ཉིད་ཀྱི་བླ་སྲོག་དེ་ལ་ཡང་ངེས་པར་དུ།

རྒྱལ་ཁབ་རང་གི་རྔ་མོང་གི་བཅའ་ཁྲིམས་ཐོག་ལྷག་པར་དུ་བཅའ་ཁྲིམས་ཀྱི་ཐོག་ནི་མི་རིགས་སྐད་ཡིག་གཏན་འབེབས་གསལ་པོ་གནང་ཡོད་རེད་པ། དེ་དུས་ནམ་ཡང་འགྲུབ་སྲིད་ཀྱི་མ་རེད་ཨ། དེ་ཡིན་ན་ཡང་ཉམས་རྒུད་འགྲོ་དང་མ་འགྲོ་བྱས་ཏེ་སོ་སོ་རང་ཉིད་མི་རིགས་འདིའི་གི་ད་ལྟ་དུས་རབས་འདིའི་གི་མི་རིགས་འདིའི་གི་ན་གཞོན་རྣམ་པ་ཚོའི་བསམ་བློ་ལ་རག་བལྟས་པར།

རྩ་ཆེན་འདི། མི་ཉམས་རྒྱུན་འཛིན་ཡོང་བ་བཅས་ཀྱི་ཚང་མ་གི་འདུ་ཤེས་ཡག་པོ་ཞིག་བསྐྲུན་ཅན་འབད་བརྩོན་གནང་རོགས་གནང་ཞེས་ཞུ་རྒྱུ་བ་དེ་འདྲ་ཡིན་ཨ་ལ། ལེགས་སོ་ལེགས་སོ་ཨ་ནི་ཁྱེད་རང་གི་སྐུལ་མ་བཏང་པ་དེས་ང་ནས་གཙོས་པའི་གི་ན་ཆུང་གི་སློབ་མ་ཚང་མའི་གི་ཡིད་ལ་འཇགས་བྱེད་ཀྱི་མུ་མཐུད་འབད་པ་བྱེད་ཡ་དེ་ང་རའི་འོས་འགན་ཡིན་བསམ་སེམས་ལ་ཟིན་བྱེད་ཀྱི། ལྷག་པར་དུ་གི་ལྷག་ལས་ད་ང་ཚོ་སྐུ་སྲོག་གསལ་སྟངས་དང་བྱ་བ་ལམ་འགྲོ།

བརྩམས་ཆོས་འགྲན་སྡུར་བྱེད་ས་ཞིག་ལ་སླེབས་ཡོད། དེ་ནི་ད་རེས་ས་ཡུལ་དངོས་ལ་ཡིན་ན་ང་ཚོ་བོད་ཀྱི་མཁས་དབང་དང་དགེ་རྒན་མང་པོ་ཞིག་ཕེབས་འདུག་དེ་ནི་ཁོང་རྣམ་པ་ཚོ་ལ་ད་རེས་ཀྱི་མྱོང་ཚོར་ག་འདྲས་འདུག་ཟེར་བསྐྱར་འབྲེལ་གྱིས་ཞུ་ས་ལ་འགྲོ་དེ་ང་ཚོ་མཉམ་དུ་ཅིག་འགྲོ།

གཅིག་བརྟེན་པའི་འབྲེལ་བ་གཅིག་མེད་ན་གཅིག་གནས་ཐབས་མེད་པ་ལྟ་བུ་འབྲེལ་བ་ལྷག་པར་དུ་ང་རང་ཚོའི་སྐད་ཡིག་དང་རིག་གནས་དང་ཐད་ཀར་འབྲེལ་བ་ཡོད་པའི་ཐོན་རྫས་རྩ་ཆེན་པོ་གསུམ་ཡིན་པ་ཡིན་ཙང་ད་དུས་རྒྱུན་དུ་གཉིས་མིན་ནོ་གསུམ་ཟེར་གྱི་ཡོད་རེད། ལ་སི་ལོས་ཟེར། བྱས་ཙང་འདི་ལྟ་བུའི་གི་ཐོན་རྫས་དྲིལ་བསྒྲགས་བྱས་ཡག་དང་རྒྱབ་ལོག་ལ་ཨང་ག་རིང་བ་ས་རིག་གནས་དེ་མུ་མཐུད་ཐོན་རྫས་དེ་དང་འབྲེལ་བཅས་མི་རབས་ནས་མི་རབས་ངང་རྒྱུན་འཛིན་བྱེད་དགོས་པ་ད་ལྟའི་རྒྱལ་ཁབ་ཀྱི་རེ་བ་དག་རང་གནང་གི་ཡོད་རེད་ལ་ང་ཚོ་འོག་ལ་ཡང་རིག་གནས་དང་དེ་འབྲེལ་བ་ཡོད་མཁན་རྣམ་པ་ཚོས་ལྷག་བསམ་ཁུར་སྐྱེད་ཀྱི་ཐོག་ནས་ཧ་ནི་བྱ་འགུལ་དེ་འབྲེལ་ཡང་མང་ཙམ་ཞུ་འདོད་ཡ་མ་འོངས་པ་བྱ་འགུལ་དེ་འབྲེལ་ཡང་མི་ཚང་མས་འགན་ཁྱེད་ཅག་ས་ཚ་འོག་མ་ནས་ཞུ་འདོད་ཡ་འདི་ཚོང་ཅུ་བོ་སོ་འདྲེ་མ་ཡིན་པ་འདིའི་རིག་གནས་དྲིལ་བསྒྲགས་དང་རིག་གནས་དེ་མ་མུ་མཐུད་ནས་རྒྱུན་འཛིན་བྱེད་ཡག་གི་མི་རྣམས་ལ་ཡང་བསམ་བློའི་སློབ་གསོ་བཏང་ཡག་བྱེད་པོ་ཡག་པོ་དེ་རེད་བྱས་ཙང་འདི་ལ་ཡང་ཚ་ཚ་འོག་འང་ཞུ་རྒྱུ་བྱུང་འདུག་ཧ་ཅང་དགའ་པོ་བྱུང་ལྟོ་ཅན་ནང་ལྟོ་ཅན་ནང་ལྟོ་ཅན་ནང་ཡོག་ཡོག།
མི་དང་མི་བར་གྱི་ཁྱད་པར་དང་ཐ་ན་ང་རང་ཚོ་དྲ་བའི་ཐོག་ལ་མཐོང་དང་མཐོང་བཞིན་པའི་སྒང་རེད་འདུག་ག། དངོས་གནས་དྲ་གནས་དེ་ད་རེས་ཡིན་སོང་ན་པད་མ་དབང་ཆེན་གྱི་སྐད་གྲགས་སྐོར་བཞག་འདུག་བ། ན་ཉིན་དུ་བ་ལ་མི་ཁ་ཤས་ཀྱིས་པད་མ་དབང་ཆེན་ལ་བཞི་བོ་འགའ་སྐྱོབ་རྒྱལ་ལབ་སོང་བ། ཁྱེད་རང་ཚོ་གིས་པད་མ་དབང་ཆེན་གྱིས་བྱས་པའི་གི་ལས་ཀ་དེ་བྱེད་ཐུབ་ཀྱི་ཡོད་པས། དངོས་གནས་དྲ་གནས་ཁ་ཙམ་མ་ཡིན་པར་ང་རང་ཚོ་དངོས་གནས་དྲ་གནས། འོ་ཡ་ང་རང་ཚོ་གི་སྲོལ་རྒྱུན་གྱི་རིག་གནས་ལ་ཡ་གར་འདུག་ཟེར་ན་ང་རང་ཚོ་གི་ད་རིན་ཐང་གི་ཐོག་ལ་ཡ་ཁོ་རང་གི་བྱས་རྗེས་ག་ཚད་བཞག་གི་འདུག་འོ་ཡ་ང་རང་ཚོ་གི་བོད་ཡིག་གི་ཡིག་གཟུགས་ལ་ཡ་ད་རེས་ཡ་གར་འདུག་ཟེར་ན་དོན་དཔེ་གི་ཡིག་གཟུགས་གསུམ་ལ་ཡ་ཁྲི་བདུན་ཅུ་ལྷག་ཟེར་གྱི་སྤྲད་རྗེས་ཁོ་རང་གི་ཉོས་གནང་འདུག་བ།

འདི་གའི་ལས་ད་དངོས་གནས་དྲང་གནས་ད་ཁྱེད་རང་ཚོ་ལྟོས་དང་དྲ་བའི་ཐོག་ལ་ཡ་ད་ན་དབྱེ་བ་ཕྱེ་ཡོང་གི་འདུག་བ་དངོས་གནས་དྲང་གནས་ཅེས་ཕོ་རབས་ཟེར་དུས་ཙམ་པ་དེ་འདྲའི་གོ་རེ་བསམ་གི་ཡོད་དངོས་གནས་དྲང་གནས་ཟུག་ཡོད་ད་འོ་ཡ་ཁ་ཙམ་མ་ཡིན་པ་འོ་ཡ་དབྱར་རྩ་དགུན་འབུ་ཡིན་གསུངས་ནས་ལས་ཀར་ལྟོས་ཟེར་ན་རྐང་གཅིག་དེ་ཡ་ཁྲི་ལྔ་སྤྲད་སོང་བ་ན་ནི་ད་ལོ་ཡིག་གཟུགས་སྒང་ལ་ཡ་ཁར་ལྟོས་ཟེར་ན་བྱ་བྱེད་ག་ཚད་བྱས་གི་འདུག་མི་དེ་ཚོའི་གྲས་ག་ཡིན་གསུངས་ན་དཔལ་འབྱོར་བསགས་པའི་ཡིན་ནས་ལས་ཕན་ཐོག་ཡོད་འདུག་བ་དངོས་གནས་དྲང་གནས་ཟུག་ཡོད་ད་ཁ་ཅིག་དཔལ་འབྱོར་བསགས་ཐུབ་གི་མ་རེད་ཕན་ཐོག་བྱེད་རྒྱུ་མེད་པའི་གི་གནོད་སྐྱེལ་ནི་ཁ་ཤས་ཞུ་བ་ད་དུང་མཚོ་སྔོན་ནས་དྲངས་ནས་ཁྱེད་རང་ཚོ་བསམ་བློ་ཡག་པོ་ཆེ་ཆེ་གཏང་གི་འདུག་བ། བརྙན་ཐུང་དེ་བརྒྱུད་སྒོ་གང་མ་གཅིག་དང་གྲུབ་ཕྲུག་གང་མ་གཅིག་ཡོད་པའི་གི་རེ་བ་ཡོད། ཨ་ནེ། བླ་ཆེན་ཆེ་ལི་ཡ་ག་རེ་ཟེར་སོང་ན་གུས་མོ་ང་རང་གི་ག་རེ་ཟེར་སོང་ན་ལས་ཀ་བྱེད་ཐུབ་ཚོད་ག་རེ་ཡོད་ན་ལས་བྱེད་ཐུབ་པ་ཅིག་བྱེད་ཀྱི་ཡིན་དངོས་གནས་དྲངས་ནས་ད་དུང་མཚོ་ལི་ཡ་གར་འདུག་སོང་ན་སློབ་སྦྱོང་བྱེད་དགོས་ངེས་ཅིག་རེད་ཤག་བསམ་གི་ཡོད་དངོས་གནས་དྲངས་ནས། ནམ་མ་ལེན་གྱི་ཞོགས་པ་དེ་ལས་ཁམས་བཟང་ད་དེ་རིང་ཁ་ཟས་ནི་སྐད་གྲགས་ཆེ་ཤོས་སུ་རེད་དོ་ཁོ་ན་ཚོ་བ་དེ་ནི་ཨང་གི་མིང་ཅིག་རྒྱལ་རོགས་ཆེ་ཉེ་ན་ནི་ཆ་ཤ་ནི་ད་ད་ཡི་ཙོང་ལགས་ཀྱི་སྐད་གྲགས་ཤ་ཤ་ག་ཁོ་ན་ཚོ་ད་ཡ་ཙོང་ང་ཚོ་ཡི་ན་ད་ངོ་ཤེས་པ་ཡོད་ལ་དེ་བས་ཀྱང་ནི་ང་ཚོ་སྐད་འཕྲིན་ཡོད་ག་རེ་ཟེར་ད་ང་ཚོ་དབན་དང་གོང་ཁྲང་ལ་ཁོང་གི་བྱེད་སྒོ་སྤེལ་དུས་ཙམ་པ་དེ་དུས་ཙམ་པ་དངོས་གནས་ཁོ་ར། ཁ་ལག་ཟ་ཡ་གི་དུས་ཚོད་ཟེར་ཅི་ད་ངས་མཐོང་མྱོང་མེད་ལ། དེ་བས་སྐྱག་ནི། འོ་ཡ། མི་དེས་དངོས་གནས་ཁ་ལག་ཟ་གི་ཡོད་འགྲོ་བསམ་བསམ་རང་གིས་བསམ་དེ་འདྲས་གོ་མྱོང་ཡོད། ད་སོ་སོས་ཀྱང་ཟ་མ་ནུས་བཏུང་མ་ནུས་དཀའ་ལས་འཛམ་བུ་གླིང་ལ་རྒྱ་གར་འགྲོ་དུས་ཙམ་པ་དེ་བས་སྐྱག་ནི་ཕྱོགས་བཞི་མཚམས་བརྒྱད་ཀྱི་ཤན་ཤང་ཁ་ལ་དང་ཞལ་འདེབས་སུ་རེ་འདྲས་རྒྱབ་བྱས་ནས་ཁོང་གིས་སོ་སོ་རང་གིས་དངུལ་བཏོན་ཅིང་བ་དེ་འདྲས་བྱས་ཁུར་ད་ཁོ་ན་ཚོ་ཚོང་པ་ཚོ། འོ་ཡ། ཁ་བཀོག་ནས་རྐུབ་ལ་ལྷན་པ་རྒྱབ་ན་ཨ་ནི་དེ་ཡིན་ན། ཚོང་པའི་གི་འདི་འཇོན་ཐང་དེ་མ་རེད་རེད་པ། ཨ་ཚོང་པ་ཁབ་ལུས་གི་བྱེད་སྟངས་ཅི་རེད་རེད་མ་རེད། བྱས་ཙང་ཁོང་ནང་བཞིན་ང་རང་ཡིན་ནས་ལས་ད་ཤུགས་ཆེན་པོ་གས་གྱ་གྱ་མྱོང་མེད་དེ་ལས་ཡིན་ནས་ནད་པ་འདྲེ་ཁ་སེང་ནས་ཁྲ་འདུ་དག་འདྲེ་ནས་ལོག་མ་ཡོང་དུས་བསམ་པ་དང་མི་ག་ལས་ཁ་ཁོ་གང་པོ་རོགས་པ་བྱེད་གི་ཡོད་ཁོ་ན་ཚོ། ཡིན་ནས་ཁོང་ནང་བཞིན་གི་ད་ད་ང་ལ་བྱེད་ཡས་གི་ཧྲི་ལི་དེ་མས་དངོས་གནས་མ་ཤི་ད་ང་ར་ཚོང་པ་རྙིང་པ་ཅིག་ཡིན་པས་ཡིན་ནའི་ལས་ཁོང་གི་རྗེས་འབྲང་ལ་ང་ཚོ་ཚོང་པོ་མང་པོ་ཅིག་གི་དཔེ་ལྟ་ཡས་ད་ཧ་ཅང་གལ་ཆེ་པོ་རེད་ཁོ་ན་ཚོ་ངའི་ན་ནས་ཆ་བཞག་ང་རའི་སྤུ་གུས་ནས་དགྲ་གཉེན་སྐྱོ་ཡས་ནས་ར་ཁོང་ལ་དགའ་དགའ་ཤས་ཆེ་པོ་ཡོད་རེད་ག་རེ་ཟེར་ན་ཁོང་གི་ལ་ཡ་ཁ་ག་འདྲས་བྱས་མེད་ག་འདྲས་ཡོང་མེད་ང་ཚོས་ཧ་གོ་གོ་རེད་བ་ང་མཐོང་ཡོད་རེད་བ། ཁོང་ལ་བཀྲ་ཤིས་བདེ་ལེགས་ཞུ་རྒྱུ་ཡིན་ད་ཁོང་ནས་ཁྱེད་རང་གི་རྗེས་འབྲང་དེ་འགྲིག་པོ་རེད་ད་དངོས་གནས་ད་ལྟ་ང་ཚོའི་གི་བོད་ཡིག་ག་ནས་ཆ་བཞག་ད་བོད་ཡིག་སློབ་ཚེ་ཡིན་ན་ཉུང་དུ་ཉུང་དུ་ཉུང་དུ་བོད་ཡིག་ག་གི་ད་འབྲི་ཡས་ཉུང་དུ་ཉུང་དུ། ཧ་ལས་ཆ་བཞག་ན་ཁ་ཤས་ཀྱིས་དོ་དོ། མཚོ་འགག་མགོ་བྱང་འགག་ལས་བི་ཡི་མ་ཀྱི་ཨ་འདྲས་ཀྱི་ལུང་བ། ད་ཅ་ལག་ཚེ་རིག་ཅ་ལག་བཟོ་ཡས་དེ་ཚོ་ག་ལ་མིང། ཡས་དེ་ལ་མིང་ཅིག་ཡོད་པ་མ་ཤེས་ལུགས་གོ་དོ། མིང་ག་ལ་བི་ཡི་ཅིག་ཡོད་པ་མ་ཤེས་གཞན་དག་གང་བོ་རྒྱ་ཡིག་རྒྱ་ཉན་རེད་བ་ད་ང་ཚོའི་ཤ་བཟོས་ན་ནི་ཆ་བཞག་ན་ཁོང་རྒྱ་ཉན་མ་ལས་བེད་སྤྱོད་ད་ཉོ་ཡོང་རེད་ཁོ་ན་ཚོ། བོད་ཡིག་ཡས་ལ་རྒྱབ་རྒྱ་ཡིས་ཨོ་ཨ་དེ་རྒྱབ་བྱས་རྒྱུ་མཚན་ག་རེ་ཟེར་ན། ང་ཚོང་ག་འདྲས་རྒྱབ་ང་ག་འདྲས་བྱས་ན་ལས་འབོད་ལ་འཚར་ལོངས་འབྱུང་པ་ང་རེ་ཧ་གོ་གི་འདུག་རེད་པ། བྱས་ཙང། ཁྱེད་རང་གི་བྱེད་སྟངས་དེ་དངོས་གནས་དྲི་ཞག་གསུམ་སོང་རེ་བྱུང། ཨ་ནི། ཁྱེད་རང་ཚོང་ལས་ག་ལ་ཡག་ཏོག་ཡག་མཛད། འབོད་ཀྱི། འོ་ཡ་ཚོང་དཔོན་ལགས་ཀྱི་མེས་པོ་རྡ་སའི་གི། དངོས་གནས་ཁོ་ར། ཕོ་སར་ཕོ་སར་ཟེར་ན་ཁམས་པའི་ཕོར་སར་རྒྱལ་ཁམས་སྐོར་ནས་ཡོང་ཟིག་རོ་བ་རི་བ་ལ་རྒྱ་དེ་ཡོག་རི་བ་ཁྱེད་རང་ཤུགས་རྒྱ་མཐོ་བྱས་ན་དུས་ནམ་ཡང་དངོས་གནས་ཁོ་ར་ད་ག་འདྲེ་གར་རྒྱབ་སྐྱོར་གནང་ཡས་ཡོག་མ་རེད་དེ་དངོས་གནས་ཁོ་ར་ཁྱེད་རང་ལ་མེ་ཕོ་བཏགས་ཡས་གི་གི་དཀྲུགས་ཤིག་ཆགས་སོ་སོ་རེ་ཞུ་འདུག་ཁོ་ན་ཚོ་ང་རའི་སེམས་ནང་གི་བསམ་སྐྱོ་དང་ཁྱེད་རང་གི་བྱེད་སྟངས་དེ་དངོས་གནས་ཁོ་ར་བྲིས་ཤག་ང་ཚོ་ཚོང་ཕན་ནང་ནས་ཆ་ཤ་གནང་བ་དེ་འདྲས་ཅིག་བྱས་ན་ཨ་ནི་དངོས་གནས་ཁོ་ར།